མེ་ཏོག་དང་རྨི་ལམ་ལེའུ་བཞི་པ། ལོ་དེའི་བསོད་ཁ་ཞིང་ལས་ལས་བྲེལ་བཅག་རྗེས། ཚེ་རིང་གིས་ཕ་མ་གཉིས་ལ་ཁ་པར་བཏང་སྟེ། ཐད་སར་མཆོད་མཇལ་ཞུ་བ་དང་འདྲ་རེ་བ་རྟ་རྔ་ཙམ་ལས་མེད་ཀྱང་མི་ལུས་པར་སྙིང་ནས་དྲན་པའི་བུ་མོ་འཚོལ་བར་ཤོག་ཅེས་པ་ལྟར་ཚེ་རིང་གིས་ཕ་མ་གཉིས་མཆོད་མཇལ་ཞུ་བ་དང་ཆབས་ཅིག་བུ་མོ་སྒྲོལ་དཀར་འཚོལ་བར་ཡོང། དེ་ཉིན་ནི་ས་ག་ཟླ་བའི་ཚེས་བཅོ་ལྔ་ཡིན་པ་དང་ཚེ་རིང་ཡང་ངལ་གསོའི་དུས་དང་འཁེལ་བས་ཞོགས་པ་སྔ་པོ་ནས་ཁོས་ཕ་མ་གཉིས་ཀྱི་རེ་བ་བཞིན་ཁོ་གཉིས་ཁྲིད་དེ་གླིང་སྐོར་དུ་ཕྱིན། ས་ག་ཟླ་བའི་དུས་སུ་ཚ་བ་ཆེ་ཡང་ཚེས་བཅོ་ལྔའི་ཐོ་རེངས་ནི་ག་དུས་ཡིན་ཡང་ཆེ་ཆུང་ལ་མ་ལྟོས་པའི་ཆད་པ་བབས་ཀྱི་ཡོད་ཀྱང། ལོ་འདིར་ཐན་པ་བསྟན་པས་སྔོན་མ་བཞིན་གྱི་ཞོགས་ཆར་བབས་མེད། གླིང་སྐོར་ལམ་དུ་མི་ཚོགས་ལང་ལོང་བྱེད་པ་དང། བསང་གསོལ་བྱེད་མཁན་མང་བས་ལྷ་སའི་ཕྱོགས་བཞི་ཀུན་ཏུ་དྲི་བཟང་ཟངས་ཀྱི་དྲི་ཞིམ་གྱིས་ཁེབས་པ་དང། ཟངས་ཀྱི་དུ་བས་ལྷ་སའི་མཐོ་རིམ་གྱི་གློག་ཞུ་སེར་པོ་དེ་ཡང་སྨུག་པ་སྟུག་པོ་ཞིག་གིས་བསྒྲིབས་པ་ལྟར་གསལ་ལ་མི་གསལ་ཞིག་ཏུ་གྱུར། འོན་ཀྱང་དེས་ལྷ་སའི་མཛེས་ཉམས་བཀའ་བརྒྱུད་ཕར་བཞག་དེ་བས་ཞི་བདེ་ལྷིང་འཇགས་ཀྱི་ཉམས་འགྱུར་ཞིག་ངམ་ངམ་དུ་ཤུགས་ཀྱིས་སྟེར། གླིང་སྐོར་ལམ་དུ་མི་ཚོགས་ཆེ་ལ་ལམ་ཤིན་ཏུ་དོག་པས་དེ་ཉིན་ཁང་པའི་ནང་ཧ་ལམ་མི་ལྷག་ཨེ་ཡོད་སྙམ་པ་ཞིག་ཡོད། རྒྱུན་པར་བདེ་ལྕག་དོད་པའི་ཨ་མ་དཔལ་སྒྲོན་གྱི་རྐང་པར་དེ་ཉིན་རྐང་སྒྲོག་བརྒྱབ་པ་བཞིན་གོམ་པ་བདེ་པོ་ཞིག་སྤོ་མི་ཐུབ་པ་དང། དེ་བས་རང་ཉིད་གྲོང་གསེབ་ནས་ཡོང་བའི་གྲོང་ཁྱེར་ནང་གི་མི་ལ་འགྲན་ཟླ་མི་ཆོག་པ་བཞིན་ཧམ་ཤེད་ཚ་ལ་རང་འདོད་ཆེ་བའི་གྲོང་ཁྱེར་བ་རྣམས་ལ་ལམ་ཡོལ་བྱེད་དགོས་ངེས་ཡིན་པ་ལྟར་རྒྱབ་ནས་ཡོང་མཁན་ཚོ་ལ་གཅིག་འཇུག་གཉིས་བསྡུས་དུ་ལམ་ཡོལ་བྱས། ཟོག་པོ་ཐང་ཐང་མེད་པའི་དཔའ་བར་དེ་ཉིད་མི་ཐུག་བརྒྱབ་སྟེ་མགོ་ན་བའི་གོམ་པ་དལ་པོ་ལས་སྤོ་མི་ཐུབ། ད་ནི་རྗེས་ལ་ཡོང་བཞིན་པའི་གླིང་སྒོ་བ་ཚང་མས། ཁོ་ཚོ་རྒྱབ་ཏུ་བསྐྱུར་ཏེ་བྲེལ་བྲེལ་འཚུབ་འཚུབ་ཀྱིས་བསྐྱོད་པའི་ངང་ཚུལ་ནི་དེ་རིང་ནི་སངས་རྒྱས་བསྟན་པའི་སྟོན་པ་དྲིན་ཅན་སངས་རྒྱས་པ་དང་སྐུ་མྱ་ངན་ལས་འདས་པའི་དྲན་གསོའི་དུས་ཆེན་གལ་ཆེན་ཞིག་ཡིན་པས་ཕྱག་དང་བསྐོར་བ་བྱས་ན་འགྱུར་བ་གཏོང་རྒྱུར་ཡོད་པས་གླིང་སྒོ་བརྒྱབ་ཚར་རྗེས་ད་དུང་རྩེ་སྒོ་དང་དེ་རྗེས་བར་སྒོ་བསྐོར་དགོས་ཡོད་པས་ལམ་ཡོལ་གྱིས་ཤིག་བརྗོད་པ་ལྟ་བུའི་སྡུག་ཡུས་ཀྱིས་གོམ་ཞེང་ཆེན་པོས་སྤོ་བཞིན་ཤྭ་བ་བྱེད། ཚེ་རིང་དང་ཕ་མ་གཉིས་ཞོགས་པའི་ཐོ་རེངས་ཆུ་ཚོད་དྲུག་པར་ཁྱིམ་ནས་ཐོན་ན་ཡང། ཉིན་ཞག་མཚམས་སུ་གཞི་ནས་སངས་རྒྱས་སྟོང་སྐུའི་མདུན་དུ་འབྱོར། ལྕགས་པོ་རི་ཡི་ལྷོ་ངོས་སུ་ཆགས་པའི་བྲག་ལྡེབས་སུ་སྟོན་པ་བཅོམ་ལྡན་འདས་ཀྱི་སྐུ་འདྲ་ཆེན་པོ་ཞིག་ཡོད་པ་དང། དེའི་མཐའ་སྐོར་དུ་སྐུ་འདྲ་མང་པོ་ཞིག་བརྐོས་ཡོད་པས། དུས་རབས་གོང་མའི་ལོ་རབས་དགུ་བཅུ་བ་ཙམ་ནས་ལྷ་སའི་གྲོང་མི་ཚོས་སངས་རྒྱས་སྟོང་སྐུ་ཞེས་པའི་མིང་བཏགས། སྐུ་འདྲ་ནི་སངས་རྒྱས་དཀོན་མཆོག་གི་མཚོན་བྱེད་རྩ་ཆེ་ཤོས་དང་སྐལ་ལྡན་གཙོ་བོ་ཡིན་པ་དང། འདྲ་སྐུ་ཐམས་ཅད་ཀྱི་ནང་ནས་སངས་རྒྱས་བཅོམ་ལྡན་འདས་ཀྱི་སྐུ་འདི་མཆོག་དང་གཙོ་བོ་ཡིན་པས་ཁྱིམ་ཚང་གི་མཆོད་གཤོམ་དང་ལྷ་ཁང་གང་དུ་ཡིན་ན་ཡང། སངས་རྒྱས་བཅོམ་ལྡན་འདས་ཀྱི་སྐུ་ནི་རྟེན་གྱི་གཙོ་བོ་སྟེ་དཀྱིལ་དུ་འཇོག་གི་ཡོད། སངས་རྒྱས་སྟོང་སྐུའི་སྐུ་མདུན་དུ་གླིང་སྐོར་བ་ཚོས་སྐུ་ཕྱག་འབུལ་བཞིན་གསོལ་བ་སྨོན་ལམ་འདེབས་ཀྱིན་ཡོད་པ་དང། དེར་འཛོམས་པའི་གླིང་སྐོར་བ་མང་ཆེ་བས་ཕྱག་འཚལ་སྨོན་ལམ་ཚར་རྗེས་རང་གི་ཆོས་གྲོགས་ཚོ་དང་འགྲོགས་ཏེ་བྱ་ཁང་ནང་འཛུལ་བྱ་རྔ་མོ་དང་ཐུག་པ་བུ་ཐུག་བཏུངས་ཏེ་སོས་དལ་བག་ཕེབས་ངང་ངལ་གསོ་བ་ཡིན། ཚེ་རིང་དང་ཕ་མ་གཉིས་སངས་རྒྱས་སྟོང་སྐུའི་སྐུ་མདུན་དུ་འཇོག་སྐབས་ཕ་མ་གཉིས་ཀྱིས། དད་པའི་སྤུ་ལོང་གཡོ་བཞིན་སྐུ་ཕྱག་ཕུལ། གསོལ་བ་སྨོན་ལམ་ཡུན་རིང་བཏབ། དེ་དག་ཚར་མཚམས་ད་གཟོད་ཁ་སྐོམ་བྲོད་པ་རྟོགས་པའི་སྣང་བ་ཞིག་བྱུང་བས་ཚེ་རིང་གིས་ཕ་མ་གཉིས་སངས་རྒྱས་སྟོང་སྐུའི་འགྲམ་གྱི་ཆོས་གྲོགས་བྱ་ཁང་ཞེས་པ་ཞིག་གི་ནང་དུ་ཁྲིད། བྱ་ཁང་དེ་ཡི་ནང་བྱ་འཐུང་མཁན་མང་བས་སྒྲོག་ཙེ་རྐུབ་སྟེགས་སྟོང་པ་ཕར་བཞག་ནང་གི་སྟོང་ཆ་ཚང་མ་མིས་ཁེངས། བྱ་འཐུང་མཁན་གྱིས་ལབ་བརྡོལ་གྱིས་བྱ་ཁང་ཧྲིལ་པོ་འུར་སྒྲས་ཁེངས་ནས་ཡོད། ཚེ་རིང་གིས་ཨ་མ་ཚུལ་གྱིས་མཐོང་བ་དང་སྣ་གཉེར་ཙམ་བྱས། ངོ་གདོང་ལས་སུན་སྣང་ངམ་གཞན་མེད་པའི་རྣམ་འགྱུར་ཞིག་སྟོན་གྱིན་ཁོ་ལ་ཁ་གཏད་དེ། བུ། ང་ཚོ་ལོག་འགྲོ། གྲོང་ཁྱེར་ནི་གྲོང་ཁྱེར་རང་རེད་འདི་འདྲའི་མི་ཚོགས་ཆེ་བ་ལ། ས་གང་དུ་སོང་ཡང་མགོ་ནག་མི་ལས་མི་འདུག། པ་པ་ངེད་གཉིས་མི་ཐུག་བརྒྱབ་སྟེ་མགོ་བོ་ནག་གིས། ཞེས་ཁྱིམ་ལ་ལོག་དགོས་ལུགས་བཤད། ཚེ་རིང་གིས་ཨ་མར་བལྟས་ཏེ་ཨ་མ་སྔོན་ལ་ང་ཚོ་བྱ་བཏུང་སྟེ་ཚ་བོགས་མ་བརྒྱབ་ན་ད་ལྟ་ལམ་ཕྱེད་ལས་སླེབས་མེད། ད་དུང་མཆོད་མེ་འབུལ་དགོས་པའི་དུས་ཚོད་གང་ཙམ་འགོར་གྱི་རེད་ཅེས་ངང་རྒྱུད་རིང་པོས་བཤད། ཁོས་མིག་ཧྲིག་ཧྲིག་གིས་བྱ་ཁང་ནང་དུ་སྡོད་ས་ཞིག་བཙལ། ཡུད་ཙམ་ནས་ཁང་པའི་སྦུག་ཏུ་སྡོད་ས་སྟོང་པ་ཞིག་ཐོན་ཙམ་བྱུང་བས་ཁོ་ཚོ་གསུམ་པོས་བྱ་འཐུང་མཁན་མང་པོ་ཞིག་བརྒྱུད་དེ་སྦུག་གི་ཁུག་ཀྱོག་དེར་བསྡད། ཞབས་ཞུ་མའི་ཕྱི་རས་དྲེག་པ་ཡོག་ཡོག་ཅིག་གིས་སྒྲོག་ཙེ་དེ་ཁྲལ་འཁྱོལ་ཙམ་ཞིག་བྱེད་ཀྱིན། ཁྱེད་ནག་འཛུགས་ག་རེ་ཆོད་མཁན་ཡིན་ན་མགྱོགས་ཙེ་གསུང་ན་མ་གཏོགས་དེ་རིང་མི་མང་པོ་ཡིན་པས་མགྱོགས་པོ་ལེགས་མ་རེད། ཅེས་སྡུག་ཡུས་དང་བཅས་ཏེ་བཤད། ཚེ་རིང་གིས་ཞབས་ཞུ་མར་བྱ་རྔ་མོ་གསུམ་ཐམ་གཅིག་དང་བུ་སྡུག་པ་པ་གསུམ་འཁྱེར་ཡོང་རོགས་ཞེས་བཤད། གང་ཙམ་ནས་གཟེབ་ཞོ་མས་ཁོས་མངགས་པ་དེ་དག་བསྐྱལ་ཀྱང། ཁོའི་ཕ་མ་གཉིས་ཀྱིས་བྱ་རྔ་མོ་ཕོར་པ་ཐོག་གསུམ་རེ་བཏུངས་པ་ལས་བུད་ཐུག་དགོས་ཙམ་ཡང་མ་བྱས། ཚེ་རིང་གིས་ཚུལ་དེ་མཐོང་བ་དང་ཕ་མ་གཉིས་ལ་ཁྱིམ་དུ་ཁ་ལག་ཟ་ཆོག་མེད་པའི་ཐུག་པ་ཏོག་ཙམ་འཐུང་ཞེས་བརྗོད་སྐབས། ཨ་མས་མགོ་བོ་འཕྲེད་དུ་གཡུག་གིན། གྲོང་ཁྱེར་ནང་གི་ཟས་རིགས་གང་བྱུང་བཟས་ན་དྲི་མ་སྐྱུག་བྲོ་བོ་ཞིག་ཁ་བའི་མི་ཚེ་བཙོག་གྲིབ་ཤོར་ཏེ་སོ་ནག་གི་འདུག་ཅེས་བཤད་པ་དང། པ་པས་ཀྱང་མོས་མཐུན་པའི་ངང་ནས། ཨ་མས་བཤད་པ་དེ་རང་རེད་ཅེས་ལྟོ་བས་ནང་ནས་ཁྱིམ་ནས་འཁྱིལ་ཡོང་བའི་སྣུམ་ཁྲག་གི་ཁབ་ཟས་ནས་ཐོག་ཙམ་ཐོག་ཙམ་བྱས་ཏེ་ཞོགས་ཟས་ཀྱི་གོ་ཆོད་པ་བྱས། རང་གི་ཕ་མ་གཉིས་ལ་ཞོགས་ཟས་ཡག་པོ་མ་བྱུང་བས་ཁོ་བློ་བདེ་པོ་མ་བྱུང་བར་རང་ཉིད་ཀྱི་ལྟོགས་སྣང་དེ་ཡང་འཇའ་ཡལ་བ་ལྟར་གྱུར་མོད། ཐུག་པ་བླངས་ཟིན་པས་ཚེ་རིང་གིས་ཨུ་ཚུགས་བྱས་ཏེ་བུ་ཐུག་ཕོར་པ་དོག་བཏུངས། ད་དུང་ཕོར་པ་གང་ལྷག་ཡོད་པ་འདིར་བཞག་ན་མི་འགྲིག་བསམ་སྟེ་འགྱིག་ཤོག་ནང་ཐུམ་སྒྲིལ་བརྒྱབ། ཟང་ཟིང་ལང་ལོང་གིས་ཟ་ཁང་ལས་ཐོན་ཏེ་ཡོང་སྐབས་ཟ་ཁང་གི་སྒོ་འགྲམ་དུ་སྤྲང་མཁན་ཞིག་གིས་ལག་པས་རྡོག་པ་རྒྱག་གིན་སྐད་གསེང་མཐོན་པོས། ཕྱི་ཡི་བར་ཆད་ཕྱི་རུ་གསོལ་ནང་གི་བར་ཆད་ནང་དུ་གསོལ་གསང་བའི་བར་ཆད་དབྱིངས་དུ་གསོལ་གུས་པའི་ཕྱག་འཚལ་སྐྱབས་སུ་མཆི་ཞེས་བར་ཆད་ལམ་སེང་འདོན་བཞིན་ཡོད་པས། ཚེ་རིང་གིས་ལག་ནང་གི་ཐུག་པ་དེ་སྤྲང་པོ་རྒད་པོ་དེ་ཡི་ལག་ཏུ་སྤྲོད་རྩིས་བྱེད་སྐབས། སྤྲང་པོ་དེ་ལུས་པོ་ཟུར་ཏེ་དེ་ལས་གཡོལ། གདོང་ལས་སྐྱོ་ཉམས་ཤིག་སྟོན་གྱིན། དགེ་བླངས་དྲིན་ཆེན་ལྷའི་ས་ལུང་པ་སྐྱ་ནམ་རྒྱས་པའི་སྒང་ལ་གླིང་བུ་བ་སེམས་བཟང་མང་བས་ཁ་ངོམ་བྲོད་པ་རྒྱག་པ་ཞིག་འདུག་ད་རྒད་པོ་ལོ་ན་མཐོ་ལ་ལུས་ལ་ན་ཚ་མང་བས་རྒན་དྲིན་ཆེན་ཁྱེད་ཀྱིས་རྒད་པོར་དངུལ་རྩ་འདྲ་གནང་རོགས་ཞེས་བཤད། ཚེ་རིང་གི་བསམ་པར་ཁོའི་ལུས་ཀྱི་ཕྱག་རྒྱ་དང་སྐད་ཆ་དེ་དག་ཐལ་དྲགས་པར་བསམས་ཏེ་ཁོ་ལ་དངུལ་རྩག་སྟེ་རྒྱུ་ཕར་བཞག། དེ་ལས་ལྡོག་སྟེ་རང་གི་ལག་ནང་དུ་འཁྱིལ་བའི་ངན་ལོང་ལ་སྦྱིན་པ་གཏོང་བྱེད་ཀྱི་མོག་རྩེ་ཆག་པ་དེར་བཙིར་ཙམ་བྱས་ཏེ་ཁུག་མའི་ནང་ལ་བླུགས། རྒྱལ་པོས་བཤད་པའི་སྐད་ཆ་མ་ཐོས་པ་བཞིན་ཕྱིར་བལྟས་ཀྱང་མ་ལོག་པར་ལམ་དུ་ཆས། ཁོ་ཚོ་གསུམ་གྱིས་སྔོན་ནས་ཁ་ཆད་བྱས་པ་བཞིན་སངས་རྒྱས་སྟོང་སྐུའི་སྐུ་མདུན་དུ་སྟོང་མཆོད་འབུལ་བར་འགྲོ་སྐབས། ལམ་གྱི་རྩིག་བཟོ་ཞིག་ཏུ་མི་མང་པོ་ཞིག་ལྟ་རུབ་བརྒྱབ་ནས་ཡོད་པས། ཁོ་ཚོས་ཡང་སྙིང་ཅི་ཞིག་ཡོད་མེད་ལྟ་བར་འགྲོ་སྐབས། དེར་མོ་པ་ཞིག་གིས་ཤོ་མོ་རྒྱག་གིན་ཡོད། ལྟ་རུབ་རྒྱག་མཁན་ཚོས་ཧ་ལས་ཧང་སངས་ཀྱི་སྒོ་ནས་མོ་པ་དེས་མོ་དག་ལུག་ཅི་འདྲ་ཡོད་མེད་ཤོད་ཀྱིན་ཡོད་པ་དང། དེ་དག་ཁྲོད་ལས་བུད་མེད་ཅིག་གིས་ལག་ནང་གི་ཕྲེང་བ་ཆད་མེད་བཏུང་གིན། ན་ནིང་ངའི་གཡོ་ཆུ་གཙང་མ་ལས་གྲུབ་པའི་སྐྱིད་སྒྲུབ་བོ་ལགས་ཕྱིན་ཏེ་གནས་སྐབས་ཤིག་མིག་རྡོལ་རྡོལ་བཙལ་ཀྱང་གཉིད་མ་བྱུང། སྐབས་དེར་ངའི་བསམ་པར་རྒྱུན་དུ་ཁྱིམ་ལ་འགྲུལ་པ་མང་བས་ལག་ཞོར་བཏང་བ་རེད་བསམ་སྟེ་གཉིད་པའི་རེ་བ་བྱས་མེད། འོན་ཏེ་ངའི་སྐྱིད་ཕྲུག་རིན་ཐང་ཆེ་བས་ཕངས་སེམས་ཆེན་པོ་སྐྱེས་པ་མ་ཟད་མིག་མདུན་ནས་བྲེག་མི་འདུག་ཉིན་ཞིག་གླིང་སྐོར་ལ་ཡོང་སྐབས་མི་མང་པོ་ཞིག་གིས་འཚང་ཁ་ཤིག་ཤིག་གིས་དོན་ཆེ་ཆུང་མང་པོ་ཞིག་གི་སྐོར་ཁོང་གི་མདུན་དུ་མོ་བཏེབས་ཀྱི་འདུག་ངས་ཀྱང་རེ་བ་མེད་པ་ཤེས་བཞིན་དུ་ཁོང་གི་མདུན་དུ་མོ་ཞིག་བཏབ་སྟེ་ངའི་སྐྱིད་ཕྲུག་དེ་ཡང་ཉིན་ཅི་འདྲ་ཞིག་ལ་གླེང་མིན་མོ་ལུང་གསུངས་དག་ཞུས་པ་ཡིན། མོ་པ་ཁོང་གིས་ཚིག་ཐག་ཆོད་པོས། ཁྱོད་ཀྱི་སྐྱིལ་ཕྲུག་རང་གི་འཐེན་པ་དོན་མེད་པར་ཁྱིམ་གྱི་ནང་དུ་བསྡད་འདུག་ཕར་ལོག་སྟེ་བྱང་གི་ཕྱོགས་སུ་ཚུད་ཏན་ཏན་རྙེད་ཀྱི་རེད་ཅེས་གསུངས་བྱུང། སྐད་ཆ་དེ་གོ་དུས་དགའ་ཚོར་དང་རེ་བ་དེ་ཙམ་མ་བྱུང། རྒྱུ་མཚན་ནི་ངས་ཁྱིམ་གྱི་ནང་ཡོད་བསམ་པའི་ས་ཆ་ཚང་མར་ཡིད་ཐང་ཆད་ཆད་བྱས་པ་ཡིན། འོན་ཏེ་སང་ཞོགས་དེར་རེ་བ་ཆེན་པོ་མ་བཅངས་པར་ཁྱིམ་གྱི་བྱང་ཕྱོགས་ཀྱི་ས་ཆ་ཚང་མར་སླར་ཡང་ཞིབ་ཅིང་ཕྲ་བ་ཞིག་འཚལ་ཡང་སྐྱིད་ཕྲུག་གི་དྲི་མ་ཙམ་ཡང་རིག་རྒྱུ་མི་འདུག་དེ་དུས་ཆ་ཁང་གི་རྒྱབ་མ་གཏོགས་ཚང་མ་བཙལ་ཟིན། ལོ་དེ་བའི་ཆེད་ཆ་ཁམ་ཚུགས་འཐེན་ཏེ་རྒྱབ་ཏུ་བལྟ་སྐབས་ངའི་གཅེན་ནོ་སྐྱིད་ཕྲུག་དེ་གད་སྙིགས་ཀྱིས་བསྟིམས་ཏེ་རྡུལ་འཚུབ་བེར་མིག་ལམ་དུ་འཆར་བྱུང། ཁོང་ནི་སངས་རྒྱས་སྐུ་ལོན་པ་རང་རེད་ཅེས་ཤོད་ཀྱིན་ཡོད། སྐད་ཆ་དེ་གོ་བ་དང་སྒྲོལ་དཀར་གྱི་ཕ་མ་གཉིས་པོ་གྲུང་ཤ་དོད་དུ་སོང་ཞིང། གློ་བུར་མགོ་བོ་ན་བ་དང་མིག་སྡུག་རྒྱག་པ་དེ་ཡང་ཡལ་བ་བཞིན་མིག་ཀྱང་ཕྱི་རུ་སོང་བ་དང། རྣ་ཅོག་གཉིས་ཀྲོང་ཀྲོང་བྱས་ཏེ་གྲུང་རི་རི་ངང་བུད་མེད་དེའི་ཕྱོགས་ལ་རྣ་ཅོག་གཏད་དེ་ཡོད་པ་མ་ཟད། མགོ་བོ་ལྕོག་ལྕོག་ཡང་ནས་ཡང་དུ་བྱས་ཏེ་ད་ནི་རླབས་ཆེན་གྱི་མགོན་སྐྱབས་ཤིག་རྙེད་དེ་ཁོ་གཉིས་ཀྱིས་བུ་མོ་སྒྲོལ་དཀར་ཡང་བོར་བརླག་ཤོར་བའི་སྐྱིད་ཕྲུག་དེ་དང་འདྲ་བར་གློ་བུར་དུ་ས་ནས་ཐོན་པའམ་ཡང་ན་གནམ་ནས་བབས་པ་མི་ཡོང་ངམ་བསམ་པའི་རེ་བས་ཁེངས། རྒྱུན་དུ་གྲོང་ཚོའི་ནང་མི་གཞན་གྱིས་ཁོ་ཚོར་བུ་མོ་སྒྲོལ་དཀར་གང་འགྲོ་དང་གང་ཡོད་འདྲི་སྐབས། ལོ་གཉིས་ཀྱི་སྔོན་ལ་སྤོབས་པ་དང་བཅས་ལྷེ་སར་ཀུང་ཟི་ཆེན་པོ་ཞིག་གི་ནང་དུ་ལས་ཀ་བྱེད་ཀྱི་ཡོད་ཅེས་བཤད་པ་དང། ལོ་གཉིས་ཀྱི་རྗེས་ལ་མི་སུ་འདྲ་ཞིག་གིས་བུ་མོའི་སྐོར་གླེང་ཡང་དེ་ལས་གཡོལ་ཐབས་ཁོ་ན་བྱེད་ཀྱི་ཡོད། གྲོང་ཚོའི་ནང་ལུམ་མཇུག་ཏུ་ཡོང་འབབ་གསོག་པར་འགྲོ་མཁན་ཚང་མ་དངུལ་ཁུག་ལྡིར་ལྡིར་དང་དངོས་ཟོག་མང་པོ་འཁྱེར་ཏེ་རང་ཡུལ་དུ་ལོ་སར་གཏོང་བར་ཡོང་བ་མཐོང་སྐབས། སྒྲོལ་དཀར་གྱིས་ཕ་མ་གཉིས་ཀྱི་སྙིང་ལ་གྲི་བཙུགས་པ་ལྟ་བུའི་ན་ཟུག་གཏོང་གི་ཡོད། ཕ་མ་གཉིས་ཀྱི་བསམ་པར། བུ་མོ་ལ་བཅའ་དངོས་ཅི་ཡང་འཁྱེར་རྒྱུ་མེད་པར་ལག་པ་རྒྱབ་ལག་བཅད་དེ་ཁྱིམ་དུ་ལོག་ཡོང་ཡང་ངེད་གཉིས་ཀྱི་བློ་ཁ་ཡོངས་སུ་རྫོགས་སོང་སྙམ་སྟེ་བུ་མོ་ངང་སྒུག་བྱས་ཏེ་ཡོད། འོན་ཏེ་ད་ཆ་བུ་མོའི་གཟུགས་ཕར་བཞག་ཐ་ན་དྲི་མ་ཙམ་ཡང་མཐོང་རྒྱུ་མེད། དེ་བས་བུ་མོ་གར་སོང་སྐོར་ལ་ཁ་ལན་གསལ་པོ་ཞིག་ཀྱང་བཞག་མེད་ལ་ཤི་གསོན་ཡང་མི་ཤེས་པས་རྒན་འཁོགས་གཉིས་ཀྱི་སྙིང་དུམ་བུར་གཏུབ་པ་ལྟ་བུའི་ན་ཟུག་གཏོང་གི་ཡོད། ད་ཆ་ཕ་མ་གཉིས་ཀྱིས་འཇིག་རྟེན་ཧྲིལ་པོ་མུན་པས་བསྒྲིབས་ཏེ། ཉིན་ཁ་ཁ་ངོ་དགའ་ལ་ཡང་ཁང་པ་སྒོ་ལ་གྱོན་ནས་དོན་དག་གལ་ཆེན་དང་ལས་ཀ་མེད་ན་ཕྱི་ལ་ཡང་འགྲོ་གི་མེད། ལོ་གསར་གཏོང་བའི་སྐབས་སུ་དགོང་དྲོ་གྲོང་ཚོའི་ནང་སྒོ་གཞས་འཁྲབ་པོ་ཚུགས། དེ་སྔ་ཡིན་ན་ཨ་མ་དཔལ་སྒྲོན་རྐང་འཁྲུ་གླུ་གཞས་ལ་དགའ་བའི་གྲོང་ཚོའི་ནང་གི་གཞས་དཔོན་དང་ཞབས་བྲོའི་སྣེ་ཁྲིད་པ་ཞིག་ཡིན་ཡང། སྒྲོལ་དཀར་གོ་རྒྱུ་ཐོས་རྒྱུ་མེད་པར་གྱུར་བའི་དུས་ནས་བཟུང། ཨ་མ་དཔལ་སྒྲོན་གྱི་དགའ་ཕྱོགས་དེ་ཡང་དེ་དང་མཉམ་དུ་ཡལ། ཚེ་གསུམ་རླུང་ལྟར་འཛུགས་པར་འགྲོ་བའི་སྐབས་ཀྱང། གྲོང་ཚོའི་ནང་གི་ཡུལ་མི་དང་མཉམ་དུ་མི་འགྲོ་བར། ཨ་མ་དང་པ་པས་ཞོགས་པ་སྔ་པོ་ནས་ཐོན་ཏེ་རི་མགོ་བཟོས། ཕྱི་དྲོ་ཡུལ་མི་གཞན་དག་དང་དམག་འཐུག་པ་བྱས་ཏེ་རླུང་གིས་ཆུ་འཐག་བཟོས་ཏེ་ཕྱི་ལོ་བུ་མོ་ཁྱིམ་ལ་ལོག་ནས་ནང་མི་མཉམ་འཛོམས་ཡོང་བའི་སྨོན་ལམ་འདེབས་ཀྱི་ཡོད། ཚུལ་དེར་གྲོང་ཚོའི་ནང་ལ་གླེང་ཕྱོགས་མང་ཞིང། ཡུལ་མི་ལ་ལས་ཁོང་བཟའ་མི་གཉིས་ཀྱི་རྣམ་འགྱུར་ལ་བལྟས་ན་སྒྲོལ་དཀར་ལ་ཆག་སྒོ་འདྲ་བྱུང་བ་ཐག་གིས་ཆོད་ཅེས་བཤད་ཀྱི་ཡོད། ཆག་སྒོ་བྱུང་ན་སེམས་སྡུག་ལ་ཡལ་དུས་ཡོད་ལ། མི་རིན་པོ་ཆེ་ཤི་ན་ཡང་མྱ་ངན་ལ་གསང་བའི་དུས་ཤིག་ཡོད། འོན་ཀྱང་ཁོ་ཚོའི་ཁྱིམ་གྱི་མུན་པ་ལ་ཡལ་དུས་མེད་ལ། གདུང་བ་ལ་གསང་དུས་མེད་པ་ལྟར་དུ་སྣང། ད་ནི་མོ་རྒྱག་མཁན་ཚང་མ་ཕྱིན་ཟིན་པས་ཕ་ཚེ་དབང་གིས་ཁ་བཏགས་ཤིག་གི་ནང་སྒོར་མོ་ལྔ་བཅུ་བསྒྲིལ་ཏེ་མོ་པའི་མདུན་དུ་བཞག། པུས་མོ་བཙུགས་ཏེ། སྐུ་ཞབས་ཁྱེད་ལ་སྐྱབས་འཇུག་ཞུ་རྒྱུར། ཕ་ཚེ་དབང་གིས་དེ་ལྟར་བཤད་པར། མོ་པ་དེས་སྣང་བ་དེ་ཙམ་མ་བཏང་བར་ཁ་ནས་མ་ཎི་འདོན་གྱིན་ཁོ་ཚོ་གསུམ་གྱི་གདོང་ལ་ཞིབ་པར་བལྟས། ཨ་མ་དཔལ་སྒྲོན་གྱི་མིག་མདངས་ལས་སྐྱོ་ཉམས་མངོན། ཚེ་རིང་གི་གདོང་ལས་ཡིད་ཆེས་དང་གདུང་བས་སྣང་བའི་ངང་ཚུལ་འགོག་མེད་དུ་འཆར། ཕ་ཚེ་དབང་གིས་སྤྲོ་སྣང་མེད་པར་གདུང་བས་ཁེངས་པའི་གདོང་ལས་རེ་བའི་མིག་གཉིས་མོ་པའི་ཕྱོགས་སུ་གཏད་དེ་ཡོད། ཁོ་ཚོ་གསུམ་གྱི་རྣམ་འགྱུར་མོ་པ་དེ་མཐོང་སྐབས། ཁོ་ཚོའི་སེམས་ནང་གདུང་བ་དྲག་པོ་ཞིག་གིས་མནར་ཡོད་པ་ཤེས་ཏེ་ཨོ་མ་ནི་དཔེ་མེད་ཧོང། ཁོ་བ་ཁབ་ཀྱི་རྩེད་མོ་ལ་བདེ་བ་ནམ་ཡང་ཡོད་མ་སྲིད། ཡ། ཕ་རྒན་ཁྱོད་ལ་དོན་ཅི་ཞིག་འདྲི་རྒྱུ་ཡོད་ཅེས་བཤད། སྐབས་དེར་ཕ་ཚེ་དབང་གིས་ལག་གཉིས་ཀྱིས་ཐལ་མོ་སྙིང་ཁར་སྦྱར། མགྲིན་པ་ལས་ཡིད་ཆད་ཀྱི་དབུགས་རིང་ཞིག་ཤོར་ཏེ། ལ་སྐུ་ཞབས་མཁྱེན། ངའི་བུ་མོ་ལྷས་སར་ཡོང་འབབ་གསོག་པར་ཕྱིན་ཏེ་ལོ་གཉིས་ཀྱི་སྔོན་ནས་གོ་རྒྱུ་འཚོ་རྒྱུ་མེད་པར་གྱུར་སོང། བུ་མོའི་ཤི་གསོན་ང་ཚོས་མི་ཤེས་པས། ལྷམ་འདིའི་མདོས་བསྟོད་དང་མིག་བསྟོད་བསྟོད་རྩལ་ཡང་རྙེད་མ་བྱུང། ཁ་ན་ན་བྲིས་ཀྱང་བུ་མོའི་སྐོར་ལ་གསལ་ཆ་གང་ཡང་ཐོས་རྒྱུ་མ་བྱུང་ཞེས་བཤད། མོ་པ་དེའི་ཕྲེང་བ་ལག་ཏུ་ལེན་གྱིན། ཕོ་མོའི་ལོ་བདག་ག་རེ་རེད་དམ་ཅེས་དྲིས། ཕ་ཚེ་དབང་གིས་སྐད་ཆ་དེ་གོ་བ་དང། སྔར་ན་མེད་པའི་རེ་བ་ཆེན་པོ་ཞིག་སྐྱེས་ཏེ། ཡོད་རེད། འདི་ལོ་ཉི་ཤུ་རྩ་གཉིས་ལ་སླེབས་ཀྱི་ཡོད་རེད་ཅེས་བཤད། མོ་པ་དེས་ཁ་ནས་ཁ་འདོན་ཅི་ཞིག་བཏོན། ལག་ནང་གི་ཤོག་བུར་མཚམས་བཅད་རྗེས་ཤོག་བུ་ནང་བླུགས་ཏེ་བསྡད། མོ་པ་དེས་ཁོ་ཚོར་ཤོག་མིག་མ་བསྟན་ཀྱང། དོ་སྣང་ཆེ་བའི་ཚེ་རིང་གི་ཤོ་མིག་བཞི་གསུམ་བབས་པའི་བཅུ་གཉིས་ཡིན་པ་ཤེས། དེ་རྗེས་སླར་ཡང་དཀྲུགས་ཡང་སྔར་བཞིན་ཤོ་མིག་བཞི་གསུམ་བབས། མོ་པ་དེས་མགོ་བོ་འཕྲེད་དུ་གཡུག་ཙམ་བྱས་ཏེ་སླར་ཡང་ཤོ་གསུམ་ལག་ཏུ་བླངས། ཕུ་ཞིག་བཏབ་སྟེ་ཤོ་ཕོ་ནང་བླུགས་ཏེ་ཤོ་དཀྲུགས་པས། ཤོ་མིག་ལྔ་གཉིས་དང་གཉིས་གཅིག་བབས་པའི་བཅུ་གཉིས་ཡིན། སྐབས་དེར་མོ་པ་དེས་ལྡེམ་ལྕག་འཁྱུག་པོས་ཤོ་མིག་ཁོ་ཚོས་མ་མཐོང་བ་བྱས་ཀྱང། ཚེ་རིང་གིས་ཐེངས་གསུམ་ཚང་མ་གསལ་གསལ་ཐིང་ཐིང་མཐོང་བས་མ་ཚད། མོ་པ་དེ་མོ་འཐིབ་ལ་ལྟ་སྐབས་ཁོའི་མིག་མདུན་དུ། ལར་མོ་དེ་ཤིན་ཏུ་ངན་བཟི་བའི་ཡིག་འབྲུ་ཁ་ཤས་གསལ་ཐིང་ངེར་མཐོང་བས། ཁོ་སེམས་འཚབ་ལངས་པ་དང་ཆབས་ཅིག་ཤུགས་མེད་བཅུ་གཉིས་བསྟུད་མར་བབས་པ་ཡ་མཚན་སྐྱེས། མོ་པ་དེ་མདུན་གྱི་མོ་འཐིབ་འདུས་རྗེས་ཕ་ཁེན། གྲོགས་ངོ་ཆུང་བས་རྙེད་པ་ཁག་པོ་རེད། དེ་རིང་ཁ་སང་མ་ཤི་ནས་གྲོང་གསེབ་ཀྱི་བུ་མོ་ལོ་ཆུང་ཆུང་གྲོང་ཁྱེར་ནང་ཡོང་འབབ་གསོག་པར་ཕྱིན་ཏེ་གོ་རྒྱུ་འཚོ་རྒྱུ་མེད་པར་གྱུར་པ་དེ་འདྲ་མང་པོ་འདུག་དེ་ཡང་ཉིན་ག་རེ་ཆད་པའི་ལན་ཡིན་ནམ་ངས་ཀྱང་གསལ་པོ་ཤེས་མ་སོང། འོན་ཏེ་འཇིག་རྟེན་འདི་ནི་གང་ཡང་སྲིད་པ་ཞིག་ཡིན། ངས་ཕ་མཁན་ཁྱོད་ལ་བཤད་རྒྱུར། འདུས་བྱས་ཐམས་ཅད་མི་རྟག་པ་དང་ཟག་བཅས་ཐམས་ཅད་སྡུག་བསྔལ་ཡིན་གསུངས་པ་བདེན། འཁོར་བ་མི་རྟག་པ་ཡིན་པས་མི་ཡང་འདུས་མ་བྱས་ཀྱི་ནམ་མཁའ་བཞིན་རྟག་བརྟན་དུ་གནས་མི་སྲིད། དེས་ན་ཁྱོད་ཚོས་ཀྱང་ད་ནས་བཟུང་བུ་མོ་འཚོལ་བར་མ་འགྲོ། བུ་མོ་དེ་རང་འགྲོ་སའི་ལམ་ཞིག་རྙེད་དེ་དེ་ཡི་ཐོག་ཕྱིན་ཡོད་ཀྱི་རེད། སེམས་སྡུག་བྱས་ཏེ་གང་ལ་ཡང་མི་ཕན་པའི་དེ་བས་ཕྱག་མཆོད་འབུལ་མང་ཙམ་གྱིས། བོད་ཁ་བ་ཅན་པ་རྣམས་ཀྱིས་མེ་ཏོག་གང་ལ་ཕོག་པའི་ལྷ་ཁའི་འཕགས་པ་སྤྱན་རས་གཟིགས་དང། ཆོས་ཁའི་གཟུངས་སྔགས་ཡིག་དྲུག་མ་ཎི་ཡིན་པའི་མ་ཎི་འདྲེན་དང། ཚེ་འདིར་རྒྱུད་ལ་སྙིང་རྗེ་འཕེལ་བ་དང་ཚེ་ཕྱི་མར་ངན་སོང་གི་སྡུག་བསྔལ་ལས་སྐྱོབ་པའི་ཆོས་ཟབ་མོ་འདི་ལས་ལྷག་པ་མེད། ཐོག་མར་སློབ་པའི་དཀའ་བ་མེད་བར་དུ་ཤེས་པའི་ང་རྒྱལ་མེད་མཐའ་མར་བརྗེད་པའི་དོགས་པ་མེད། དེ་ལྟར་བྱུང་ན་ཚེ་འདི་ཕྱི་གཉིས་ལ་ཕན་པ་ཞིག་རེད། ཅེས་ཆུ་རྒྱུགས་པ་བཞིན་བཤད་རྗེས་བུམ་པའི་ནང་ནས་ཁོ་ཚོར་ཁྲུས་ཆུ་སྟེར། ཚེ་རིང་གིས་ཕ་མ་གཉིས་ཀྱིས་མོ་པས་བཤད་པའི་དོན་དག་གསལ་པོ་མི་ཤེས་ཀྱང་གང་ལྟར་བུ་མོ་གཉིས་པས་རེ་བ་མེད་པ་དེ་རྟོགས། ད་ཆ་སྐད་ཆ་དེ་གོ་སྐབས་ཁོ་གཉིས་ཧ་ལས་ཤིང་ཧང་སང་བ་ལྟ་བུའི་དམིགས་བསལ་གང་ཡང་མ་བྱུང་བ་ནི་བུ་མོ་མཚོན་ཡུན་རིང་བའི་རྒན་ཁོ་གཉིས་ཀྱི་ལུས་གདུང་བས་མནར་སེམས་སྡུག་བསྔལ་གྱི་རྒྱ་མཚོར་ལྷུང་སྟེ་མུ་མཐའ་མེད་པའི་སྡུག་བསྔལ་གྱི་རྒྱ་མཚོའི་མཐའ་ནས་དོན་མི་ཐུབ་པར་རེ་བའི་འབྲས་བུ་ཡོངས་སུ་བསྐམས་ཏེ་ཤི་ལ་ཉེ་བས་ཡིན། ཕ་མ་གཉིས་ཀྱིས་ཁྲུས་ཆུ་བ་མདེལ་དུ་བསྲེས་ནས་བཏུང་སྟེ་སྔོན་ལ་བྱིན་རླབས་ཞུས། དེ་རྗེས་མགོ་བོ་དང་མིག་ལ་བྱུགས། མོ་པ་དེས་ཤོག་སྒམ་ཞིག་གི་ནང་ནས་ཤོག་དྲིལ་ཞིག་བཏོན་ཏེ། དེ་ལས་རིལ་བུ་ཁ་ཤས་ཤོག་བུ་ཞིག་གི་ནང་དུ་བསྒྲིལ་ཏེ་ཨ་མ་དཔལ་སྒྲོན་གྱི་ལག་ཏུ་སྤྲོད་ཀྱིན། འདི་ནི་འཕགས་བོད་སྐྱེས་ཆེན་དུ་མའི་དམ་རྫས་བསྟན་འདུས་མ་ཎི་རིལ་བུ་ཡིན། དེས་སྐྱེ་འགྲོའི་མི་མཐུས་ཟུག་རྔུ་འཇོམས་ཤིང་ཚེ་བསོད་ཡང་དག་འདྲེན་པའི་མཐུ་དང་ནུས་པ་ལྡན་པས་ཚེ་བཟང་དུས་བཟང་ལ་ཞོགས་པ་རིལ་བུ་རེ་ཆུད། ཨོ་མཱནྟ་བན་མེན་ཧོང་ཞེས་བཤད། མཚམས་དེར་ཁོ་ཚོ་གསུམ་པོའི་སེམས་སུ་ད་དུང་མོ་པ་དེ་ལ་ཅི་ཞིག་འདྲི་རྒྱུར་ལུས་པ་ལྟ་བུའི་སྣང་བ་འཆར་ཡང་སུས་ཀྱང་ཅི་ཡང་མ་དྲིས་པར་མོ་པ་དེ་ལ་ཐུགས་རྗེ་ཆེ་ཡང་ཡང་ཞུས་རྗེས་དེ་ལས་ཁྱེད། དེ་ནས་བཟུང་སྟེ་སྒྲོལ་དཀར་འཇིག་རྟེན་འདི་ཡི་སྟེང་དུ་གནས་མེད་པ་ཁྱབ་བསྒྲགས་བྱས་པ་ལྟར་བྱུང་བས། མོ་པ་དེའི་སྐད་ཆ་ཐོས་རྗེས། ཁོ་ཚོ་སྐྱོ་ཤས་ཆེ་རུ་མ་ཕྱིན་པར། དེ་བས་ད་ནས་བཟུང་སྟེ་ཉིན་གསར་ཟླ་གསར་གྱི་བུ་མོ་སྒུག་པའི་རེ་བ་དེ་གློ་བུར་དུ་ཆུང་དུ་སོང། སྒྲོལ་དཀར་འཇིག་རྟེན་འདི་རུ་ཡོད་ཀྱང་རུང་ཕྱི་མའི་ལམ་དུ་སོང་ཡང་རུང། མོ་ནི་ཁོ་ཚོའི་སེམས་ཁོང་ནས་ནམ་ཡང་སྐྱུར་ཐབས་མེད་པས་སངས་རྒྱས་སྟོང་སྐུའི་མདུན་དུ་མཆོད་མེ་སྟོང་མཆོད་ཅིག་ཕུལ། དེ་རྗེས་ཕ་ཚེ་དབང་གིས། སྟོན་པའི་འདྲེ་སྐུ་ཆེན་པོ་དེའི་སྐུ་མདུན་དུ་མགུལ་དཀའ་བའི་རྐང་ལག་ཨུ་ཚུགས་ཀྱིས་ས་ལ་བཙུགས་ཏེ་སྐུ་ཕྱག་མདུན་ཕུལ་རྗེས་ལག་གཉིས་སྙིང་གར་སྦྱར་ཏེ། ལྷ་དང་བླ་མ་མཁའ་འགྲོ་ཡེ་ཤེས་ཆོས་སྐྱོང་སྲུང་མ་རྣམས་མཁྱེན། རང་གི་ཤ་ལས་མཆེད་པའི་རང་ཕྲུག་རང་གི་སྔོན་དུ་འཆི་བའི་ཁ་རང་གི་དགྲ་ལ་ཡང་མ་མཐོང་བ་ཤོག། བུ་མོ་བསོད་དཀར་མ་དེའི་ཤི་གསོན་ད་དུང་མི་རྟོགས་རུང། འཆི་ཡོད་ན་མགྱོགས་མྱུར་སྐྱེ་གནས་བཟང་བ་ཞིག་ལ་ཐོབ་པ་ཤོག་གལ་ཏེ་མི་ཡུལ་འདིར་གསོན་པོར་བསྡད་ཡོད་ན། ངའི་ཕ་མ་བུ་ཕྲུག་མགྱོགས་ནས་མྱུར་དུ་ངོ་མཇལ་ཡོང་བ་ཤོག་ཅེས་སྨོན་ལམ་དྲག་པོ་བཏབ་རྗེས། མིག་གཉིས་ལས་རང་དབང་མེད་པར་མིག་ཆུ་ལྷུང་ལྷུང་དུ་བབས་བྱུང་བ་དེ་བུ་ཚེ་རིང་དང་བཟའ་ཟླས་མ་མཐོང་བ་བྱས་ཏེ་ཁ་གཞན་དུ་གཡོལ་ཏེ་སྨོན་ལམ་འདེབས་ཁུལ་བྱས། ཨ་མ་པད་སྒྲོན་གྱིས་ལག་ཏུ་ཐོགས་པའི་ཕྲེང་བ་དེ་དཔྲལ་བའི་སྟེང་དུ་གཏུགས། མིག་གཉིས་རྩེ་གཅིག་ཏུ་སྟོན་པ་བཅོམ་ལྡན་འདས་ཀྱི་ཞལ་ལ་གཏད་དེ། མཆུ་སྒྲོས་ཁྲབ་ཁྲབ་ཀྱིས་སྨོན་ལམ་འདེབས་ཀྱིན་ཡོད། ཨ་མ་པད་སྒྲོན་གྱིས་སངས་རྒྱས་སྟོང་སྐུའི་སྐུ་མདུན་དུ་སྨོན་ལམ་ཅི་ཞིག་འདེབས་མིན་སུས་ཀྱང་མ་ཤེས་ཀྱང། ཨ་མས་རང་གི་སྙིང་ནས་བརྩེ་བའི་བུ་མོ་དྲན་པའི་གདུང་བ་དང་སྐྱོ་བའི་སྨྲེ་སྔགས་བཅོམ་ལྡན་འདས་ཀྱི་སྐུ་མདུན་དུ་ཞུ་གིན་ཡོད་པ་དང། ཁོང་མ་བུ་གང་མགྱོགས་འཕྲད་རྒྱུའི་འདུན་པ་དྲག་པོ་སངས་རྒྱས་ཁོང་ལ་བཅོལ་བཞིན་ཡོད་པ་སྨོས་ཅི་དགོས། ཚེ་རིང་གིས་མཆོད་མེར་ཁྲུས་ཤིག་གསོལ་རྗེས། པོས་རྐང་གཅིག་ལ་མེ་སྒྲོན་ལག་གི་ཐལ་མོ་སྙིང་ཁར་བཅག་སྟེ། དཀོན་མཆོག་མཁྱེན་ངའི་ཨ་ཅག་དྲིན་ཅན་དེ་ལ་ཡག་སྡུག་ཅི་བྱུང་ཡང་གང་མགྱོགས་གསལ་ཆ་ཞིག་གནང་རོགས་ཞེས་སྨོན་ལམ་རྩེ་གཅིག་ཏུ་བཏབ།